དེ་ནས་དྲི་བ་གཅིག་ལས། དེང་སང་བོད་ཀྱི་མཁན་པོ་ཁ་ཤས་ཀྱིས་བསྡུས་གྲྭ་སྦྱངས་ན་ཕན་ཐོགས་མེད་རབས་གསུངས་འདུག་པས་བསྡུས་གྲྭ་སྦྱངས་ན་ཕན་ཐོགས་དང་གྲུབ་འབྲས་གང་དང་གང་ཡོད་མེད་སྐོར་ལ་མདོར་བསྡུས་ཤིག་གསུང་རོགས་ཟེར་གྱི་འདུག་ཨ། བསྡུས་གྲྭ་སྦྱངས་ན་ཕན་ཐོགས་ཡོད་དམ་མེད་ཟེར་ཏེ། བསྟུན་ས་བསྟུན་རྒྱུགས་ཀྱིས་འགྲེལ་བཤད་རྒྱག་དགོས་ཀྱི་རེད་བསམ་གྱི་འདུག་ཐོག་མར་ཁོ་རང་གིས་མི་དེ་ག་རིགས་ཀྱི་ཐོག་ལས་ཤེས་ལས་འདྲ་བོ་ཅིག་བྱེད་ཀྱི་འདོད་པ་ཡོད་པ། ཁོ་རང་གི་དམིགས་ཡུལ་དེ་ག་རེ་ཡིན་པ་དེ་ལ་རག་ལས་ཀྱི་རོགས། སྲིད་ཏང་ནས་རྒྱང་བཀོད་ཡང་མང་པོ་ཅིག་དེར་སོ་སོ་གི་དམིགས་ཡུལ་དང་འཚམ་གྱི་འདུག་མི་འདུག་ཆུང་ས་ཅན་ནས།

ད་ཚན་རིག་ལ་སྔ་མོ་ཡིན་ན་འདི་འདྲའི་སྐད་མི་བཙུགས་ཡོད་དེ་ད་དེང་སང་ཚན་རིག་པ་དེ་ཚོས་འདི་འདྲ་གི་འགྲོ་སྟངས་དེ་ཡོད་ན་ཕན་ཐོག་འདུག་ཟིག་ཡོད་བ། སྔོན་མ་མེད་ནས་སླེབས་ཡོང་བ་རེད་དེ་སྐོར་སྔོན་མ་ཁོང་གི་ཁྱུས་སོ་རེ་ད་མི་དགོས་ཟེར་བས་དེ་ལས་བ་སྦྱང་ཁུ་སྐད་ཀྱི་ལྐུགས་པ་རུ་ཆགས་ཡོད་བ། ད་ད་ལྟ་ཁོ་ཚོས་འདི་འདྲ་གི་རིག་པ་དེ་མཐོང་ཡོང་དུས་དེ་ཡག་པོ་འདུག་དེ་དཔེ་ཕན་ཐོག་འདུག་ཟེར། ད་དེ་འདྲའི་ལམ་མཁན་ཚན་རིག་པ་ཡོང་གི་ཡོད་རེད།

ཕས་ཀྱི་བགོ་བ་གིས་སོ་སོ་གི་ཆོས་ལུགས་གྲུབ་མཐའ་དེ་ཡག་པོ་མིན་པ་ནོར་འཁྲུལ་ཡིན་པ་དེ་ནས་ཞུ་རུ་ཤེས་ནས་ནག་པོ་ཞུ་དེ་ནས་ཤེས་ཡོང་ན་ད་དེ་ལས་ལན་དེ་བོད་ནང་ཡིག་གི་བར་སྐྱབས་ཐོག་གི་བོར་བ་ས་ཤིག་བྱས་ནས་ད་དེ་འདྲའི་བྱེད་ཡས་ལས་ཡང་ཁོ་ཕན་གི་ཡོད་ར་བ།

དེ་ལྟར་ཁྲིམས་ཀྱི་ནང་ལོག་གི། དེ་ཡང་ང་སྙིང་རྗེ་མི་བ་པོ་ཁ་དོག་འདྲོགས་ཡོད་ཅིག། ཁོ་དྲང་པོ་ཁ་དོག་མདའ་ནང་བཞིན་གྱི་སླེབས་ཡོང་དུས་སུ་ལ་ཕོག་འགྲོ་གི་ཡོད་དམ་མེད་དེ་ཁོ་བཟོ་གི་ཡོད་མ་རེད་ཁ་ཤས་ལ་ཕོག་ན་ཕོག་བསམ་པ་དང་ཁ་ཤས་ལ་བཟོ་འགྲོ་ཡ་དེ་འདྲ་ཡོད་མ་ཁོ་དྲང་པོ་འགྲོ་གི་རོགས་དེ་གཏན་ཚིགས་གསལ་དེ་དེ་ནང་བཞིན་ཡིན་དུས་མཚམས་མཚམས་ལ་ཁེ་མཚར་ཞིག་ཆགས་གི་ཡོད་རེད། ངས་རྩེད་མོ་རྩེ་ནས་ལ་གི་ཡོད། ང་ད་ནངས།

ཁོང་ལ་འཇམ་པའི་དབྱངས་ཀྱི་ཞལ་གཟིགས་བར་སྒྲོག་ཐུག་ཡོད་ན་དེའི་རུས་པ་དེ་ང་ལ་བཙུགས་ཁ་སྤུད་བ་ཡིན་ན་ང་ལ་ཡང་འཇམ་པའི་དབྱངས་ཀྱི་ཞལ་གཟིགས་བར་སྒྲོག་ཡོང་གི་རེད་ཟེར་གྱི། དེ་ཐུག་གི་མེད་པ་ཡིན་ན། ག་འདྲའི་ཅིག་ཡིན་ན་ཡང་ཡིན་དང་མིན་ཚང་མ་དེ་བསྟན་འཛིན་རུས་པ་གི་དབྱེ་བ་ཕྱེ་ཐུབ་གི་རེད། ཨ་རང་ལམ་གྱི་ཐོག་ནས་ཅིག་བྱེད་ཐུབ་གི་རེད་ཟེར་དེ་ད་ལྟ་དེ་མི་འདུག་ཨ་ཟེར། ད་ག་སེ་ཁོང་ལ་འཇམ་པའི་དབྱངས་ཀྱི་ཞལ་གཟིགས་བར་བསྒྲུབས་དུས་ཡང་ཁོ་རང་ཚོས་ལས་དག་པ་ཡིན་པ་དང་སངས་རྒྱས་ཀྱི་རྣམ་གྲོལ་ཡིན་པ་འདྲ་བོ་ཅིག་ཤེས། སྐྲ་ཆེན་པོ་ཞོལ་གྱི་ཀོ་ར་རྒྱང་གི་སྒྲོག་དགུ་རུ་ཞིག་སོང་བ་ཡིན་ན། དེ་དེ་ཁ་པོ་ཞུ་རུ་བ། གང་ཟག་གི་ཚུལ་གང་ཟག་གི་བཟུང་བ་མི་བཟོད་མི་བཞེད་སེ་ཡོང་དུས། ཁོ་དེ་འདྲས་ཡིན་པ་ཡང་ག་འདྲས་ཞིག་བསྒྲུབ་ཡིན། དེའི་སྒྲུབ་གཞི་གི་རིག་པ་གཅིག་ཁེལ་ཡོང་ན་ཡང་ང་ལ་ཡོད་དུས་རང་དེ་རིག་པ་དེ་ཚུལ་ཁེལ་ཡོང་ན་ང་ལས་དག་པ་དེ་མི་འཇམ་པའི་ཡང་གི་རྣམ་འཕྲུལ་འགྲོ་འགྲོ་པོ་རེད། ཨོ་དེའི་བཟང་འདྲ་བོ། དེ་ནས་ལྷག་པར་དུ། རྒྱུ་མཚན་གྱིས་ང་ཚོ་གར་ཡོད་ཅེ་ན། གཏན་ཚིགས་རིག་པ་གི་ཤེས་བྱེད་ཀྱི་གཏན་ལ་ཕབ་ནས་ད་ལྟ་དུང་འདྲ་བོ་བརྗིད་ཆེས་ཐོན་འགྲོ་གི་ཡོད་པ་ཡིན་ན། ང་ཚོའི་རིག་ལམ་དང་ཚད་མ་རིག་པ་གི་ཁོངས་གཏུགས་ས་དེ་ཕྱོགས་གླང་དང་ཆུ་སྒྲ་ཡབ་སྲས་རེད་བ། ཁོ་ཚོ་གི་རིག་པ་གི་སྒྲོམ་ནས་འདི་འདྲས་རེད་འདི་འདྲས་མ་རེད་ཟེར་གཏན་ཚིགས་ཀྱི་མཐའ་བཅད་ཀྱི་འདུག་དེ་ཚོ་དེ། དབུ་མ་མཐའ་འཇུག་བས་དེ་ཚོས་མ་རེད་ཟེར་ཡོང་གི་ཡོད་རེད་བ། དེ་ཚོ་རྫུན་མ་རེད་ཁོ་ཚོ་ཧ་མ་གོ་བ་རེད་ཟེར་ཡོང་གི་ཡོད་རེད་བ།

ཁོ་ཚོ་སྒར་གཅིག་ནས་རྫུན་རྐུབ་བསྟོད་ཡོང་གི་ཡོད་རེད། དེ་ཙང་ད་མང་པོ་ཆགས་འགྲོ་གི་འདུག་ང་ཚོ་རིགས་ལམ་ཟེར་ཡས་དེ་མཐའ་གཉིས་སུ་མ་ལྷོང་བ་ཅིག་སྦྱང་དགོས་ཡ། ད་ནི་དེ་ཡང་སོ་སོར་འདོད་པ་ཡོད་མཁན་དེ་གས་སྦྱང་དགར་བ་མེད་མཁན་དེ་ལས་འུ་ཚོ་ཇི་སྲིད་སྲིད་སྐད་ཡོད་མ་རུ་བ། སྒར་སྲིད་ལྐོག་རྫུན་ལྐོག་སྐད་ཆགས་གི་ཡོད་མ་རུ་བ། སི་ཚོགས་ཀྱི་དཔལ་ཡོན་གང་འདྲས་ཅིག་ནི་རྩ་བའི་སི་ཚོགས་འཁོར་བ་ནང་ཡོད་དགོས་ཡ་གང་ཤེས་ལ་མི་ཚང་མ་ལ་ཡོད་དགོས་ཡ་དེ་ཡ་བ་སི་སྐད་རྩི་གི་མི་འདུག་བ།